སྐུ་འཁྲུངས་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་འཁྲུངས་སྐར་ཉིན་ཆགས་བསྡད་ཡོད་རེད་དེ། ཡིན་པ་ཡིན་ན་ཡང་བོད་མིའི་སྤྱི་མཐུན་གྱི་བསོད་ནམས་ལྷང་ལྕོག་པའི་རྐྱེན་གྱིས་ང་རང་ཚོ་ད་བོད་རིགས་ཚོ་རེད་ད་ནང་བཞིན་འཛམ་གླིང་ཕྱོགས་མཐའ་ཁག་ལ་བཞུགས་ཡོད་པའི་བོད་བརྒྱུད་ནང་བསྟན་གྱི་སྤྱི་འབྱོར་པ་ཚང་མ་ལོ་ཚོ་མཉམ་དུ་འཛོམས་རྗེས་དགའ་དགའ་སྤྲོ་སྤྲོ་ཐོག་ནས་ཁོང་གི་འཁྲུངས་སྐར་སྲུང་བརྩི་ཞུ་ཡག་གི། གནས་ད་ཆུ་བ་ད་དེ་འདྲ་ཡོང་གི་ཡོད་མ་རེད་གནས་སྟངས་ཡོང་གི་ཡོད་མ་རེད་ད་དེ་ང་ཚོ་བློ་ཕམ་གོ་ཡ་གི་གནས་སྟངས་ཟེར་བ་ཨང་ད་ད་རིང་གི་ཉི་མ་འདི་ལ་ཡ་ད་ད་ང་རང་ཚོ་གཙུག་ལག་སློབ་གཉེར་ཁང་གི་སློབ་གཉེར་བའི་དགེ་འདུན་ལྷན་ཚོགས་ཀྱི་ངོས་ནས་ནི་ང་ལ་ཡ་ད་ད་དེ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མགོ་འདྲིན།

གནམ་ལ་ཉི་ཟླ་སྐར་གཉིས། ས་ལ་རྒྱལ་བ་དཔལ་སྦྱིན་སྲིད། གནམ་མཐོང་ལ་ཡང་ནི་ཉི་མ་དང་ཟླ་བ་ཡོད་པར་སྣང་ཞིང། ནི་བོད་གངས་ཅན་ལྗོངས་ལྟ་བུར་བྱ་བྱ་བ་ན་ནི། རྒྱལ་བ་རུམ་བྱེད་དང་ཀུན་གཟིགས་དཔལ་སྦྱིན་རིན་པོ་ཆེ་གཉིས་རྣམ་པ་གཉིས་ཡོད་རེད། བྱས་ཙང་རྒྱལ་བ་རུམ་བྱེད་དང་ཀུན་གཟིགས་དཔལ་སྦྱིན་རིན་པོ་ཆེ་རྣམ་པ་འདི་གཉིས་ནི་ང་ཚོ་བོད་པའི། ནི། ཆོས་ཕྱོགས་ཀྱི་དབུ་ཁྲིད་ཙམ་མ་ཡིན་པར་བྱས་རྗེས་གར་ཞུ་བ་སྟབས་རྦད་དེ་བོད་པའི་ཆོས་དང་རིག་གཞུང། ངོ། ག་རེའི་ཐོག་ལ་ཡིན་པ་ནི་ད་དངོས་གནས་རང་ཉིད་བསྡུས་གཟུགས་ཀྱི་ནུབ་བྲག་པར་ཆགས་བསྡད་ཡོད་རེད། ལྷག་པར་དུ། པཎ་ཆེན་རོང་རྗེ་སྐུ་ཕྲེང་བཅུ་པ་མཆོག་དང་རྒྱ་བོ་རོང་རྗེ་སྐུ་ཕྲེང་བཅུ་བཞི་བ་ཆེན་པོ་མཆོག་འདི་གཉིས་བོད་ཀྱི་གནས་སྟངས་ཆབ་སྲིད་གཉན་འཕྲང་རྫ་དྲག་པོ་ཞབས་རྗེས་སྐབས་ལ་ཡང་འཁྲུངས་པ་དང་མ་ཟད་སྐུ་ཉིད་དུ་བོད་ཀྱི་རྒྱ་གྱི་ས་མཚམས་ལ་བོད་ཀྱི་ཤར་ཕྱོགས་ཀྱི་རྒྱ་དང་ས་མཚམས་ཀྱི་མདོ་སྨད་ཨ་མདོའི་ཡུལ་ལ་འཁྲུངས་པ་དེ་རྒྱ་ནག་ལ་ཡང་ཐར་ཞུགས་པ་དང་ད་ལན་ཞུགས་བྱེད་པ་ཞབས་རྗེས་འདུག་ཟེར་ཡང།

ཡབ་ཡུམ་གཉིས་རེད། ཨ་ནི་བྱ་བྲལ་རིན་པོ་ཆེ་རེད། ཨ་ནང་མི་ཀོང་པོ་ཚང་མ་ལོག་འདུག་ཟེར་ཡ་བཙོན་འཇུག་བྱེད་བྱེད་ད་ལྟ་བར་དུ་ཨ་ནི་གར་སོང་ཆ་མེད་དུ་གྱུར་ཡ་གནས་སྟངས་ཆགས་ཀྱི་ཡོད་རེད། དེ་ནས་ཡིན་པ་དང་ད་ང་ཚོས་ངེས་པར་དུ་ཀློག་དགོས་ཡ་རེད། ལྷག་པར་དུ་ང་རང་ཚོ་ད་ཚང་མ་ལོག་སློབ་གཉེར་བྱེད་མཁན་ཅིག་པའི་ཆ་ནས་ཀུན་གཟིགས་པན་ཆེན་ལ་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ཨ་ནི་དཔེ་དེབ་གསུམ་དེ་རེད་འདུག་ངོ་སྤྲོད་ཞུ་ཡ་འདི་ངེས་པར་དུ་ཀློག་རོགས་གནང་ཞུ་ཡ་ཡིན། ད་དེབ་གཅིག་འདི་དེ་རེད་དང་པོ་དེ། པན་ཆེན་རམ་འདི་འཚོལ་ཞིབ་ཟེར། འདི་ཡིན་རྒྱུ་ན་འདི་དེ། ཕྱི་རྒྱལ་གྱི་ཨ་ནེ་ཡིན་ཨ་ཅག་ལ་བརྗོད་རོགས། ཨི་ཙེ་པལ་ཙོའི་ཀྲུང་ལས་ཡིན་ཞིག་ཁོང་གིས་འདུག་ཤི་ཡག་ད་ཙམ་ལགས་ཨ་དེའི་གཙོ་བོ་དེ་གར་སོང་ན་ཀུན་གཞིའི་པན་ཆེན་རུ་མི་སྐུ་ཕྲེང་བཅུ་བ་ཞིག་སྐུ་མྱ་ངན་ལས་འདས་རྗེས་སྐུ་ཕྲེང་བཅུ་གཅིག་པ་དེ་ཨ་ནེ་གར་སོང་ན་ག་འདྲས་སུ་ཡང་འཛིན་ཉོན་འཛིན་གནང་ཡོད་མེད་དང་ཨ་ནེ་ཡང་རྒྱ་མིའི་ལག་པར་ག་འདྲས་སུ་ཐེབས་ཡོད་མེད་དང་དེ་འདྲས་ཀྱི་ལོ་རྒྱུས་རིགས་རྒྱལ་དར་གར་སོང་ན་བཅར་འདྲི་མང་པོ་བྱས་བྱས་ལ་སྐུ་ལས་མང་པོ་བསྐྱོན་ནས་ཁོང་གིས་དེབ་ཚིག་ཙམ་གནང་ཡོད་པ་དེ་ང་ཚོ་གར་སོང་ན་ད་ལམ་ས་ལ་བོད་ཀྱི་དཔེ་མཛོད་ཁང་ནས་ད་གཟོད་སུ་བསྒྱུར་གནང་རྗེས་ཨ་ནེ་ཡིན་དེ་གཅིག་རེད་དེ་གཅིག་གལ་ཆེན་པོ་གཅིག་རེད། ཨ་ཏི་ནི་གཅིག་གི་ཁ་ཟེར་ན་ང་ཚོ་ད་པན་ཆེན་ལ་སྐུ་ཕྲེང་བཅུ་བ་གི་མཛད་རྣམ་དེ་ཉན་ལ་ཡང་ད་ལྟ་དེ་པན་ཆེན་ཨེར་ཏི་ནི་ཞིབ་འཇུག་ཁང་ཡིན་གཅིག་བཏོན་ཡོད་རེད་དེ་ཡག་པོ་བྱས་ཡོད་ལ་ལྷག་པར་དུ་ད་ཁ་ཤུ་བ་དེ་ན་དེ་པན་ཆེན་རུང་ཆུ་སྐུ་ཕྲེང་བཅུ་བ་སྐུ་ལ་ཡང་དེ་ངེས་པར་དུ་ལྟ་དགོས་ཡ་དེ་གཅིག་དེ་དེ་རེད་དེ་ང་ཚོ་ད་ད་ལྟ་ས་ར་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་རྒྱལ་མཚམས་སྒྲུབ་ཐོབ་ལགས་ཀྱིས་བརྩམས་གནང་བ་ཞིག་དེ་རེད་དེ་རེད་ལ་དེའི་ནང་ལོ་ཡང་རྨིས་པན་ཆེན་སྐུ་ཕྲེང་བཅུ་བ་ཆེན་པོ་མཆོག་གི་ད་མཛད་རྣམ་སྐུ་ཚེ་ཧྲིལ་པོ་གཅིག་གི་ནང་ལ་ཡང་མཛད་རྣམ་ཕན་འབྲས་ཡོད་མེད་དེ་རྒྱ་ཆ་ཚང་བློ་བདེ་ཆེ་གི་ཞིབ་འཇུག་རང་བཞིན་དེ་བས་ང་ནས་ཙམ་ན་ཡོད་དེ་གཅིག་ང་ཚོ་ཁག་ན་ངེས་པར་དུ་ཀློག་དགོས་ཡག་དེ་ཞེའུ་ཅི་གལ་ཆེན་པོ་ཆགས་བསྡད་ཡོད་རེད་འོ་དེའི་གནས་སྟངས་ཐོག་ད་དཔེ་དེབ་གསུམ་བཙལ་གྱི་འདུག་ཟེར་ཡང་ངོ་སྤྲོད་ཞུས་བྱ་ནི། ཁ་ཤོར་ད་དེ་རིང་གི་ཉིན་མོ་དེ་ཨ་ནི་ཀུན་གཟིགས་དཔལ་འབྱམས་ཀྱི་སྐུ་ཕྲེང་བཅུ་བ་ཆེན་པོ་མཆོག་རྗེས་སུ་དྲན་པ་དང་ཨ་ནི་ག་ཚོད་ན་སྐུ་ཕྲེང་བཅུ་གཅིག་པ་ཆེན་པོ་མཆོག་མགྱོགས་ནས་མྱུར་དུ་ཨ་ནི་ག་ཚོད་ན་ང་ཚོ་ཚང་མ་ལོག་ཁ་ཤོར་རེད་ཨ་ནི་མཉམ་འཛོམས་ཡོང་ཡག་དང་ང་ཚོ་ཞལ་མཇལ་ཐུབ་ཡག་གི་སྨོན་ལམ་དང་ཨ་ནི་རེ་བ་ཞུ་ཡོད་ཐུགས་ཆེ།